དེ་ནས་སྒང་དུ་ང་ཚོ་ནི་རྩ་བའི་ཉོན་མོངས་དཀྲུག་འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་ཐེ་ཚོམ་ཉོན་མོངས་ཅན་ལྟ་བ་ཉོན་མོངས་ཅན་ལྔ་དེ་རགས་རིམ་རེ་ངོ་སྤྲོད་བྱས་པ་རེད་ནི་སྐབས་འདིར་ལྟ་བ་ཉོན་མོངས་ཅན་དེ་བྱེ་བྲག་ཏུ་བཤད་ན་ནི་རྩ་བ་ལ་དེ་ལས་ལྟ་བ་ཤེས་རབ་ཉོན་མོངས་ཅན་ངོ་བོ་འཇིག་དང་མཐར་ལྟ་བླ་སོགས་ལྔ། ཨོ་དེ་འདྲ་ཅིག་སོང་བ་རེད། འཇིག་ལྟ་མཐར་ལྟ་ལྟ་བ་མཆོག་མཛོད། ཚུལ་ཁྲིམས་བརྟུལ་ཞུགས་མཆོག་མཛོད་ལོག་ལྟ་དང་ལྔ་ཡོད་པ་རེད། དེའི་ནང་གི་དང་པོ་འཇིག་ལྟ་དེ་ག་འདྲ་རེད་ལབ་པ་ཡིན་ན། སྐད་ཅིག་རེ་རེ་ལ་འཇིག་པའི་ཕུང་པོ་ལྔ་པོ་དེ་དག་ལ་དམིགས་ནས་བདག་དང་བདག་གི་བར་ལྟ་བའི་ཤེས་རབ་ཉོན་མོངས་ཅན། ཨ་ནི་དེའི་དོན་དག་ག་རེད་ལབ་ན་འཇིག་ལྟ་ཞེས་པའི་མིང་གི་དོན་དག་འཇིག་ལྟ་གི་ཡུལ་དེ་ཕུང་པོ་རེད། ཕུང་པོ་དེ་སྐད་ཅིག་སྔ་ཕྱི་མང་པོ་འདུ་བའམ་ཡང་ན་ཆ་ཤས་མང་པོ་འདུ་ནས་གྲུབ་པའི་འདུ་བྱེད་ཀྱི་ཆུ་རེད་དེའང་སྐད་ཅིག་རེ་རེ་ལ་མི་ལྡོག་པར་འཇིག་པའི་ངང་ཚུལ་ཅན་གྱི་ཆུ་རེད་ཡིན་ཙང་དེ་ལ་དམིགས་ནས་དེ་བདག་རེད་ཡང་ན་དེ་བདག་གི་བ་རེད་ང་ཟེར་བ་ཅིག་ཤེར་བཞག་ནི་དེ་ནི་ངའི་ལག་པ་ང་ཡི་མགོ་བོ་ང་ཡི་རྒྱུ་ནོར་ཟེར་བ་ལ་སོགས་པ་གང་ལྟར་བདག་གི་བར་ལམ་ན་བདག་ལ་གཏོགས་པའི་ཆུ། བདག་གི་ལོངས་སྤྱད་བྱ་བའི་ཆུ་ཡང་ན་བདག་གི་བྱ་བྱེད་ཀྱི་ཆུའོ་དེ་འདྲ་ཅིག་ལ་བདག་གི་བར་ཟེར་གྱི་ཡོད་པ་རེད། གང་ལྟར་ན་འཇིག་ལྟ་ཟེར་བ་དེ་ནི་དམིགས་ས་དེ་ཕུང་པོ་ལ་དམིགས་ནས་དེ་ཉིད་བདག་ཡིན་པའམ་ཡང་ན་བདག་གི་བར་ཡིན་པར་ལྟ་བའི་ལྟ་བ་ཉོན་མོངས་ཅན་ཡང་ན་ཤེས་རབ་ཉོན་མོངས་ཅན་དེ་འདྲ་ཅིག་རེད། ད་ནི་འཇིག་ལྟ་ཟེར་བ་འདི་ལ་ཡང་འཇིག་ལྟ་ལྷན་སྐྱེས་དང་འཇིག་ལྟ་ཀུན་བརྟགས་ཟེར་བ་གཉིས་ཡོད་པ་རེད་འཇིག་ལྟ་ལྷན་སྐྱེས་ཟེར་བ་དེ་ང་ཚོ་ཐམས་ཅད་ཀྱི་རྒྱུད་ལ་ཡོད་པ་རེད་འཇིག་ལྟ་ཀུན་བརྟགས་ཟེར་བ་དེ་གྲུབ་མཐའ་ལ་བརྟེན་ནས་བྱུང་བའི་ནི་བདག་ཏུ་འཛིན་པའི་ལྟ་བ་ཅིག་རེད། ད་ནི་མཐར་བདག་འཇིག་ལྟའི་དམིགས་ཡུལ་དུ་གྱུར་བའི་བདག་ལ་དམིགས་ནས་བརྟག་བྱའི་གང་རུང་དུ་ལྟ་བའི་ཤེས་རབ་ཉོན་མོངས་ཅན། འཇིག་ལྟས་དམིགས་ཡུལ་ཟིལ་རླབས་དེ་སྒང་དུ་ང་ཚོས་བཤད་པ་རེད་འཇིག་ལྟས་དམིགས་ཡུལ་དེ་ཕུང་པོ་རེད་ཕུང་པོ་ལ་དམིགས་ནས་དེ་བདག་རེད་རྟག་པ་རེད་བསམ་པ་དང་ཡང་ན་སྐྱེ་བ་འདི་ནས་ཕྱི་མ་ལ་འགྲོ་པ་པོ་དང་ལས་དགེ་བ་དང་མི་དགེ་བ་བསགས་པ་པོ་ལ་སོགས་པའི་གང་ཟག་ཟེར་བ་དེ་རྩ་བ་ཉིད་ནས་ཡོད་པ་མ་རེད་བསམ་པ་ལ་སོགས་པའོ་དེ་གཉིས་ཀ་མཐར་ལྟ་རེད། ད་ནི་ལྟ་བ་མཆོག་འཛིན་ལབ་ན་ལྟ་བ་དང་པོ་གསུམ་དང་ཉེར་ལེན་གྱི་ཕུང་པོ་གཅིག་ལ་དམིགས་ནས་མཆོག་དང་གཙང་བ་བལྟམ་པར་འཛིན་པའི་སེམས་བྱུང། ལྟ་བ་དང་པོ་གསུམ་སྟེ། འཇིག་ལྟ་དང་མཐར་ལྟ་ལོག་ལྟ་གསུམ་རེད། ལྟ་བ་དེ་གསུམ་མཆོག་ཏུ་འཛིན་པ་ལྟ་བ་དེ་གསུམ་ཡང་དག་པར་འཛིན་པ། ལྟ་བ་མཆོག་ལ་མཆོག་ཏུ་འཛིན་པ་ཡིན་ན་དེ་ལྟ་བ་མཆོག་འཛིན་ཆགས་ཀྱི་མ་རེད། སྐབས་འདིར་བཤད་པའི་ལྟ་བ་མཆོག་འཛིན་ཟེར་བ་དེ་ལྟ་བ་ངན་པ་ལྟ་བ་ཡང་དག་མ་ཡིན་པ་ཅིག་ཡང་དག་པར་འཛིན་པ་དང་མཆོག་ཏུ་འཛིན་པ་ལ་ཟེར་གྱི་ཡོད་པ་རེད། དེ་ནི་ཚུལ་ཁྲིམས་བརྟུལ་ཞུགས་མཆོག་འཛིན་དེ་ལྟ་བ་ངན་པའི་རྗེས་སུ་འབྲང་བའི་ཚུལ་ཁྲིམས་དང་བརྟུལ་ཞུགས་ངན་པ་རྣམས་ཐར་ལམ་སོགས་མཆོག་ཏུ་འཛིན་པའི་སེམས་བྱུང། ཚུལ་ཁྲིམས་བརྟུལ་ཞིང་མཆོག་འཛིན་ཟེར་བ་དེའི་རྫུན་ཚུལ་ལྟ་བུ་དེ་གང་འདྲ་རེད་ལབ་ན་ལྟ་བ་ངན་པས་རྗེས་སུ་འབྲང་བའི་ཚུལ་ཁྲིམས་དང། ལྟ་བ་ངན་པས་རྗེས་སུ་འབྲང་བའི་ཚུལ་ཁྲིམས་ཡང་རྣམ་པ་སྣ་ཚོགས་ཡོད་པ་རེད། དཔེར་ན། སྔགས་སྨྲ་བ་ཙམ་ནི་མི་དགེ་བར་འཛིན་པ། ཡིན་ཙང་ནི་སྐྱེ་བ་གཅིག་གི་རིང་ལ་ནི་སྔགས་མི་སྨྲ་བ་ལ་སོགས་པ། དེ་ནས་གོས་གྱོན་པ་ཙམ་སྡིག་པར་འཛིན་པ་ཡིན་ཙང་ཨ་ནི་ཚེ་གཅིག་ལ་གོས་གྱོན་པར་སྤངས་པ་བླ་སོགས་པ་ཚུལ་ཁྲིམས་འདྲ་མི་འདྲ་ཡོད་པ་རེད། དེ་བཞིན་དུ་བརྟུལ་ཞུགས་ངན་པ་ལུས་ངག་གི་སྤྱོད་ལམ་རྣམ་པ་སྣ་ཚོགས་དཔེར་ན་ཨ་ནི་བ་གླང་ལྟར་འགྲོ་བ་ཟེར་ནས་ཨ་ནི་ང་ཚོ་ལག་པ་དང་རྐང་པ་ཞིག་གི་མགོ་ནས་དུད་འགྲོ་ནང་བཞིན་འགྲོ་བ་ཨ་ནི་ཁྱིའི་ནང་བཞིན་འགྲོ་བ། དེ་ནི་གཅིག། རལ་གྲི་དང་རལ་གྲི་དང་མདུང་དེ་འདྲའི་གི་རང་གི་ལུས་ལ་རྨ་སྟོད་པ་ལ་སོགས་པ་གང་ལྟར་གཏུར་བཤིག་འདྲ་མི་འདྲ་དེ་འདྲ་མང་པོ་ཞིག་ཡོད་པ་རེད་དེ་དག་ཐམས་ཅད་ལྟ་བ་ངན་པ་ཅིག་གི་རྗེས་སུ་འབྲངས་ནས་བྱུང་གི་ཡོད་པ་རེད། ཡིན་ཙང་ལྟ་བ་ངན་པའི་རྗེས་སུ་འབྲངས་ནས་བྱུང་བའི་ཚུལ་ཁྲིམས་ངན་པ་དང་གཏུར་བཤིག་ངན་པ་གཏུར་བཤིག་ལབ་པ་འདི་སྤྱོད་ལམ་རེད་ངག་གི་སྤྱོད་ལམ་དང་ལུས་ཀྱི་སྤྱོད་ལམ་ལ་གཏུར་བཤིག་སྲིད་ལབ་ཀྱི་ཡོད་པ་རེད། འོག་ལྟ་བ་ངན་པའི་རྗེས་སུ་འབྲང་བས་ཚུལ་ཁྲིམས་ངན་པ་དང་རྟུལ་ཞུགས་ངན་པ་མཆོག་ཏུ་འཛིན་པ་དེ་འདྲ་ཅིག་ལ་ཚུལ་ཁྲིམས་རྟུལ་ཞུགས་མཆོག་འཛིན་ཞེས་ལབ་དགོས་ཡོད་པ་རེད། དེ་ནས་ལོག་ལྟ་རྒྱུ་འབྲས་དང་བདེན་པ་དང་དཀོན་མཆོག་སོགས་མེད་པར་ལྟ་བ། ལྷའི་རྒྱུ་འབྲས་མེད་པར་ལྟ་བ་བདེན་པ་གཉིས་མེད་པར་ལྟ་བ་བདེན་པ་བཞི་མེད་པར་ལྟ་བ་དཀོན་མཆོག་གསུམ་མེད་པར་ལྟ་བ་ལ་སོགས་པའང་དེ་དག་ལོག་ལྟ་རེད། གང་ལྟར་ལྟ་བ་ཕྱེད་དབུལ་བའི་ཡུལ་དེ་ལྟ་བའི་ཡུལ་དུ་མི་འཛིན་པ། སྐྱབས་སུ་འགྲོ་དབུལ་བའི་ཡུལ་དེ་སྐྱབས་ཡུལ་དུ་མི་འཛིན་པ། ད་ནི་ཡང་དག་པའི་དོན་དེ་ཡང་དག་པར་མི་འཛིན་པའོ་དེ་འདྲ་ནི་ནི་ལོག་ལྟ་ཟེར་བ་དེ་ཡིན་ད་ཡོད་པ་རེད།